ཨོ་ཚང་མ་ལ་དྲིས་དེ་ལས། ད་ད་རེས་ངས་ག་རེ་གང་འགྲེལ་བཤད་བརྒྱབ་ལ་ན་ཏང་ཙུའུ་དགེ་རྒན་གྱི་ལག་དེབ་ནང་ལོགས་ལ་བྱེད་ནུས་ཟབ་པ་ཡོད་ར། DDMA ལྔ་བཅུ་ངག་གསུམ་དེ་འདིའི་ནང་ལོགས་ལ་དགེ་རྒན་གས་ག་རེ་བྱེད་ཐུབ་ཡོད་ལབ་ཡོད་ལབ་ཡིན་ན་ནང་སྦྱོང་གི་སྐབས་སུ་དྲི་བ་བསྐུལ་ཐུབ་པ་མ་ཟད་དེ་དང་འཛིན་གྲྭའི་སྐབས་ཀྱི་དྲི་བ་ལ་རབ་རིབ་དང་ཞིབ་ཕྲའི་ཁྱད་པར་འཇོག་ཐུབ་ལེ་བ་རེད་ད་དེ་ང་ཚོ་ནང་ཆོས་གོ་དུས་ནི་འདི་དང་ནང་ཆོས་འདི་དང་འབྲེལ་བ་ཡོད་པའི་དྲི་བ་འདི་དྲི་ཐུབ་ན་ཡག་པོ་ཡོད་ར་ཨ་ནི་འདི་ཡང་དྲི་མ་སློབ་ཚན་དྲི་དུས་བསམ་པ་སློབ་ཕྲུག་ལ་ཁྱད་པར་ཡོད་ར་ཨ་ནི་གཉིས་པ་འདི་ལྟ་ང་ཚོ་དྲི་བ་དྲི་དུས་བསམ་པ་ཨ་ནི་དྲི་བ་རབ་རིབ་དང་ཞིབ་ཕྲ་ལ་གཉིས་ཡོད་རེད་འདི་འགྲེལ་བཤད་རྒྱབ་ཡིན་ན། ད་དང་པོ་དེ་ལ་ང་ཚོ། འདིའི་སྐབས་སུ་དྲི་རྩའི་སྐབས་སུ་ཀློག་རྩལ་ཅིག་ཡོད་རེད། འདི་ལ་ཡང་དྲི་བ། ཞིབ་ཕྲ་དང་རབ་རིབ་ལ་ནི་དྲི་ཡ་ཡོད་རེད། ཉན་རྩལ་སྐབས་སུ་ཡང་དེ་ནང་བཞིན་གྱི་དྲི་བ་རབ་རིབ་དང་ཞིབ་ཕྲ་ལ་ནི་ཡོད་རེད། ད་ཉན་རྩལ་དེ་འདྲའི་སྒྲོ་ཡིན་པ་ཡིན་ན། ད་ང་ཚོ་འདི་ལ། ནེམ། ཨ་ནི་སློབ་ཕྲུག་ཁོ་རང་གིས་འདི་ཉན་རྩལ་འདི། ཉན་གྱི་རོ། དང་པོ་དེ་ལ། ཨ་ནི། འདི། ཞིག་ཉན་གོ་ར།
ཚེ་རིང། མ་བརྗེད་ཡུན་རིང། དེང་སང་ག་རེ་བྱེད་ཀྱི་ཡོད། དེང་སང་ལས་ཀ་མང་པོ་བྱེད་ཀྱི་ཡོད། ཨ་ལེ། ཨ་ནི། ཆང་ས་རྒྱག་མེད་པས།
ཆང་ས་རྒྱག་འདོད་མི་འདུག། སོ་སོ་སྐྱིད་པོ་བསྡད་འདོད་ཡོད། ཨོ་ད་དེ་འདྲའི་འདྲ་པོ་ད་ལྟ་དེ་གླེང་མོད་རེད་ད། ད་དྲ་དེའི་སློབ་ཕྲུག་མཉམ་དུ་དེ་མ་གསུམ་ཟིན་ཉན་གལ་སྲིད་སློབ་ཕྲུག་གལ་སྲིད་ཉན་རྩལ་ཡག་པོ་ཡོད་པས་ན་དེ་མ་གསུམ་འདྲ་ཉན་འོང་མ་ར་ཁ་རང་སྒོ་ཚུད་ཚུད་པོ་ཏོ་ཉན་གི་རོགས། དེ་མ་ཁ་ཤས་གཅིག་ནས་སྒོ་ཚུད་དྲུག་རེ་ཁ་ཤས་གཉིས་གསུམ་སྒོ་ར་དེ་འདྲའི་འགྲོ་བྱེད། ད་དེ་ཉན་ཚར་བའི་རྗེས་ལ་ད་ང་ཚོ་དྲི་བ་རབ་རིགས་ལ་དེ་ག་འདྲའི་འགྲོ་བྱེད་ལབ་པ་ཡིན་ན་ད་དང་པོ། དེ་ང་ཚོས་ཉན་རྩལ་དེ་ཐེངས་མ་གཅིག་ཉན་བཅོས་ཡང་མིན་ན་ཀློག་བཅོས་བྱས། ཨ་ནི་དེའི་སྐབས་སུ་ཨ་ནི་སློབ་མ་གིས་གལ་སྲིད་དྲི་རྩལ་སྐབས་སུ་ག་རེ་བྱེད་པར་ལབ་པ་ཡིན་ན་དྲི་བ་དེ་རང་འཇགས་དེ་བཞག་རྗེས་ཨ་ནི་དྲི་བ་དེ་སློབ་ཕྲུག་ལ་ཀློག་བཅོས་བྱོས་ལ། ཨ་ནི་ཉན་རྩལ་སྐབས་སུ་ང་དྲི་བ་ཆགས་བཞག་པ་ཡིན་ན་སློབ་ཕྲུག་ལ་དེ་བྱེད་བཅུག་གི་མེད་ཁ་བྲལ་དྲི་བ་དེ་བཞག་གི་མེད་ང་རང་ངོས་ནས་ཟུར་ལ་བྲིས་བཞག་ཡོད། ཨ་ནི་སློབ་མ་གིས་དྲི་བ་དེ་ཧ་གོ་བ་ཡིན་ན་ད་དྲི་རྩལ་སྐབས་སུ་དྲི་བ་བཞག་གི་ཡོད་ར་ཨ་ནི་ཧ་གོ་མེད་ད་ཨ་ནི་བྲིས་རྗེས་ཡང་བསྐྱར་ཉན་དགོས་ན་ཉན་བཅོས་ནི་སློབ་ཕྲུག་ལ་དྲི་བ་དྲི་ཡ་དེ་འདྲས་ཆེ་ཡོད་རེད་དྲི་བ་རབ་རིབ་སྐབས་སུ་འདྲས་འགྲོ་རྟགས་དེ་འདྲས་འགྲོ་ཞོར་ར། ནི་དེ་རྗེས་ལ་ད་དཔེ་ཆ་བཤད་ན་དྲི་བ་ད་དེང་གི་གླེང་མོས་འགྲོ་རྒྱུ་རེད་ད་དེ་ལ་ད་དྲི་བ་རབ་རིབ་དེ་ག་འདྲས་རེད་ལ་ན་སྐད་ཆ་ཤོད་མཁན་མི་ག་ཚོད་འདུག་ནི་ཁོ་གཉིས་ག་རེ་སྐོར་ལ་བཤད་ཀྱི་འདུག་ནི་ལས་རོགས་དང་མཉམ་དུ་འཆམ་པོ་བསྡད་ན་ཡག་པོ་ཡོད་རེད་དམ་ནི་ཁྱེད་རང་གིས་ལས་ཀ་ག་རེ་བྱེད་ཀྱི་ཡོད། ལས་ཀའི་ཡོང་འབབ་ག་འདྲ་ཡོད་དེ་འདྲས་འདྲ་པོ་རབ་རེ་བྱས་ནས་ར་ལྟ་ཞིབ་ཚགས་པོ་མ་བྲིས་བ་བྱས་ན་འདི་ནང་ལོགས་ཀྱི་གོ་བ། མདོར་བསྡུས་ལ་བ་ར་སྙིང་བསྡུས་དེ་ཚོ་ཁ་ཚེས་གོ་བ་ལེན་བཞག་དེ་འདྲས་འདྲ་བོ་ཅིག་བྲིས་ན་ཡག་པོ་ར། ཨ་ནི་དྲི་བ་ཞིབ་ཕྲ་འདི་ལྟ་གོང་གི་ན་ཤིང་འདྲ་བོ་རེ་དང་པོ་ཁོ་རང་ཚོ་ལ་འདི་ཐེངས་མ་ཁ་ཤས་ཉན་བཅུ་ཡ་དག་དེ་ཚོ་ཡོད་ར་འདི་འགྲེལ་བཤད་གཅིག་པ་རེ་བ་བྱས་ད་ཞིབ་ཕྲ་འདི་ལ་ཁྱད་པར་ག་རེ་ཡོད་རེད་ལབ་རེད་ན་ད་འགི་སྒང་ལ་སྐད་ཆ་ཤེས་མཁན་མི་ག་ཚོད་ཡོད་མེད་བརྗོད་ར་ད་ཞིབ་ཚག་རེ་འགྲོ་ཡ་རེད་སྐད་ཆ་ཤེས་མཁན་མི་སུ་ད་སུ་འདོགས་ཨ་ནི། ད་ཚེ་རིང་ལ་རང་དབང་དགོས་ཀི་ཡོད་རེད་པས་འདྲ་བོ་ར་ད་ཚེ་རིང་དང་ལྷ་མོ་ལ་གཉིས་ཡོད་ར་ནི་ཁོ་རང་ཚོ་གི་བར་ལ་མ་སྒེར་སོ་སོ་ལ་མ་བབ་ཅེས་དྲི་བ་དྲི་ཡ་དེ་འདྲའི་ར་ད་ཚེ་རིང་གི་མི་ཚེ་ནང་ལ་ག་རེ་བྱེད་འདོད་ཡོད་རེད